ཁེ་སི་ཉེ་བོ་ནང་ལོགས་ལས་སྟངས་རྣམ་པའི་གླུ་གཞས་ཤིག་ལ་ཡང་ཉན་པས། སྐབས་དེ་དུས་གླུ་གཞས་དེའི་སྣང་སྟོང་དེ་དག་ངའི་སེམས་ལ་ཡང་ཚོར་སྣང་ཞེ་དྲགས་བྱུང། ཁ་བའི་ལྗོངས་ཀྱི་གླུ་བ་གླུ་མ་མང་པོ་ཞིག་གིས་ཁོ་ན་ཚོའི་སེམས་ནང་ལོགས་ལ་ཡོད་པའི་གཞས་བསྡུ་བའི་སྐད་ཆ་དང། མི་རིགས་ལ་བཅངས་པའི་བརྩེ་སེམས་དད་པའི་ལུག་ཁྱུ། ད་ལྟ་འབྱུང་བཞིན་པའི་དཀའ་སྡུག། མ་འོངས་པའི་འཆར་གཞི་དག་ལམ་དང་ཡོད་ཚད་བློ་རྩེ་ནང་ལ་ཡར་བླུགས་རྗེས། བོད་ཕྱི་ནང་གཉིས་སུ་བཞུགས་པའི་སྤུན་ཟླ་ཡོངས་ཀྱིས་ཐོབ་ཐུབ་པའི་ཐབས་ལམ་འདི་ལྟར་བྱེད་ཅེས་བཏང་གནང་སྐོར་རེད། གཞན་མ་གཏོགས་ཁོ་ཚོ་ཡང་རང་དབང་ཡོད་མ་རེད། ཁོ་ཚོ་བཏང་པའི་གླུ་ཚིག་རེ་རེ་ནི་ང་ཚོའི་སེམས་ལ་ཡང་ན་ཟུག་བསླངས་སྐོར་རེད། ང་ཚོ་ཡང་དྲན་གསོ་ལངས་བྱེད་སེམས་ཤུགས་སྤར་སྒོ་རེད། ཁོ་ཚོས་བཏང་པའི་གླུ་ཚིག་རེ་རེ་ནི་ང་ཚོ་མི་རིགས་དེ་ཡ་གཏི་མུག་གཉིད་ལས་སད་པའི་བསླབ་བྱ་དང་མ་རིག་མུན་པ་བསིལ་བའི་སྒྲོན་མེ་ལྟ་བུ་ཞིག་ཆགས་སྒོ་རེད། དངོས་གནས་བྱ་བའི་འབུ་ནག་རང་དབང་ལུང་པ་ལ་ཡང་ཞུགས་པའི་གླུ་བ་གླུ་མ་གྲགས་ཅན་ཁོ་ན་ཚོ། ང་ཚོ་སེམས་ལ་ཡང་ན་ཟུག་སླ་ཡང་གི་གླུ་གཞས་དེ་འདྲ་བཏང་པའི་འབུ་ནག་ཡག་པོ་ཁ་ཚོ།

བུ་གང་སྲིན་ད་ཆ་བཙན་གྱིས་ཕབ། ལོ་ངོ་སྟོང་ཕྲག་མང་པོ་ལུག་ཁྱུ་གཡོ་བའི་ངའི་ཕ་ས་སྨུག་པོ་འདི་ཁྱེད་ཀྱིས་འཕྲོག། ཁྱི་ཡན་གྱི་དགྲ་བོ་ཞིག་གང་འདོད་གཡོ། བུ་ཁྱིམ་ཚང་ཆེན་པོ་འདི་ཁ་ཐོར་ཁྱེད་ཀྱིས་བཏང། ཉི་ཟླ་སྐར་གསུམ་མ་ཞུ་གང་དུ་ཕེབས། རྗེ་བླ་མ་གསང་བདེའི་ཡུལ་དུ་ཕེབས། སྐུ་དཔོན་ཆེ་ཡང་འགྲུལ་བཙོང་ལ་བཅུག། ཁྱོད་ཡིན་གྱི་དགྲ་བོ་ཞིག་གང་དུ་ཡོད། ཕ་ཨ་ཁུ་ཚེ་སྲོག་ཁྱེད་ཀྱིས་བླངས། བུ་དཔའ་བོ་ཚེ་སྲོག་ཁྱེད་ཀྱིས་འཕྲོག། ནང་རིག་པའི་སེམས་པ་ཁྱེད་ཀྱིས་བརླག། ཕྱི་རྩ་རིན་དེ་འགའ་ཁྱེད་ཀྱིས་འཁྲུ།